བདེ་བ་དང་ཚོར་བ་མ་འདྲ་བ་གི་སྟེང་ལ་ད་གང་གི་ཡོད་རེད་ལ་ད་དེ་ལ་ཚོར་བ་བདེ་བ་དང་དེ་ནས་ཚོར་བ་སྡུག་བསྔལ་ལ་སོགས་པ་བྱུང་ན་ཚོར་བའི་ངོ་བོ་ལ་བརྟགས་ནས་ད་དེ་ལ་ཆགས་ཞེན་དང་འཇིགས་སྐྲག་ལ་སོགས་པ་མི་བཟོད་པར་མཉམ་པར་འཇོག་པ་ད་དེ་ཚོ་རེད་ལ་དེ་གསུམ་གི་ངོ་ནས་ད་དེ་ཆོས་ཉམས་ལེན་གནང་མཁན་ཚོར་ད་ཉམས་ལེན་ཐེ་ཚོམ་མེད་པ་ལྟ་བུ་ཅིག་ཡིན་ན་དེ་ནི་རང་གི་ད་ཅེས་གཙོ་བོ། རང་གི་བླ་མ་ལ་གསོལ་བ་བཏབ་ནས་བླ་མ་ལ་དད་པ་དང་མོས་གུས་བསྐྱེད་ནས་སྒོམ་རྒྱུ་རེད་ལ། དེ་ནས་དེ་ཡང། ཐིམ་རིམ་དེ་ཚོ་ཤར་ཡོང་བའི་སྐབས་སུ་ལ་དེ་གཅིག། དང་པོ། ས་ཆོས་ལ་ཐིམ་པའི་སྐབས་སུ་ལྟེ་བའི་རྩ་འཁོར་མྱངས་པའི་སྐབས་སུ་ལ། བླ་མ་དེ་ལྟེ་བ་ལ་བཞུགས་ཡོད་བསམ་པ་དང། དེ་ནས་སྙིང་གི་རྩ་འཁོར་སྒོ་མྱངས་པའི་སྐབས་སུ་ལ་མྱངས་པའི་ཚོར་བ་བྱུང་ན། བླ་མ་དེ་སྙིང་ག་ལ་བཞུགས་ཡོད་བསམ་པ་དང། དེ་ནས་མགྲིན་པའི་རྩ་འཁོར་མྱངས་པའི་སྐབས་ལ་བླ་མ་སྟེ། མགྲིན་པ་ལ་བཞུགས་ཡོ་བསམ་པ་དང། དེ་ནས་སོང་གནས་ཀྱི་རྩ་འཁོར་མྱངས་པའི་སྐབས་སུ་བླ་མ་སྟེ་གསང་གནས་ལ་བཞུགས་ཡོ་བསམ་ནས་དེ་ནས་དེ་ལ་དད་པ་དང་མོས་གུས་རྩེ་གཅིག་པའི་ངང་ནས་སེམས་ལྷད་དེ་མཉམ་པར་བཞག་ནས་ཆོས་ཉིད་ཀྱི་རྟོགས་པ་རྒྱུད་ལ་སྐྱེ་བའི་ཆོས་ཉིད་མ་བུ་མཁྲེགས་པའི་རྟོགས་པ་དེ་རྟོགས་པ་ཁྱད་པར་ཅན་དེ་རྒྱུད་ལ་སྐྱེ་ཐུབ་པའི་དེ་ནས་གསོལ་འདེབས་དང་སྨོན་ལམ་བྱས་ནས་ད་དེའི་ངང་དུ་མྱ་ངན་ལས་འདའ་ཐུབ་པ་ད་དེ་འདྲ་བྱེད་དགོས་ཀྱི་རེད། དེ་ནས་ད་དེ་གོ་སྐབས་བཟང་པོ་དང་པོ་དེ་ད་ཀྱེ་ང་རང་སྐྱེ་བའི་སྐབས་སུ་ལ་དེ་ནས་ལམ་བཟང་པོ་ཐོབ་པའི་གོ་སྐབས་བཟང་པོ་དེ་དང་པོ་དེ་རེད་ལ་དེ་ནས་དེ་ཐོབ་པའི་ཕྱིར་དུ་སེམས་དེ་རྣར་དུ་ཕབ་ཐུབ་པ་ཀྱེ་ད་སེམས་རྣར་དུ་ཕབ་ཐུབ་པ་དེ་ལ་བར་ཆད་འདྲ་བོ་ག་རེ་ཡིན་དགོས་རེད་ཟེར་ན་བལྟས་ཚེ་ད་ཚེ་འདི་གི་རྒྱུ་ཟས་ནོར་སྙིང་རྩ་དྲུག་ལ་ཆགས་ཞེན་ཆེན་པོ་ཡོད་ན་དེའི་དབང་དུ་ཤོར་ནས་སེམས་རྣར་དུ་ཕབ་མ་ཐུབ་པ། དེ་ནས་ཡང་ན་རང་གི་དགྲ་བོ་ལ་སོགས་པ། དེ་ནས་ཀྱེ་ཞེ་སྡང་སྐྱེས་ནས་དེའི་དབང་དུ་ཤོར་ནས་སེམས་རྣམ་དུ་འཕགས་མ་ཐུབ་པ། འདྲ་བོ་དག་དེ་འདྲའི་ཡོང་གི་ཡོད་བ་རེད་ལ་དེ་ནས་དེ་ལ་ཀྱེ། རང་གི་དེའི་དབང་དུ་མ་ཤོར་བ་ཀྱེ། ད་དེ་གོ་སྐབས་བཟང་པོ་དེ་ཡག་པོ། ལག་ཏུ་ལེན་ཐུབ་པ་ཀྱེ། གལ་ཆེ་གི་ཡོད་རེད་ལ། དེ་ནས་ཕྱི་བོད་ཀྱི་གྲོགས་འདྲ་པོ་ཡོད་ན་ཡང་ད་ཐིག་གི་ཕྱོགས་སྟོང་དང་རྣམ་རྟོག་རགས་པ་མང་པོ་སྐྱེ་བའི་གི་རྒྱུ་འདྲ་པོ་ཞེ་དྲག་མེད་པ་སེམས་རྣལ་དུ་ཕབ་ཆོས་མཐུན་གི་བསམ་པ་བཟང་པོ་སྐྱེ་ཐུབ་པའི་གི་ཐབས་འདྲ་པོ་ད་དེ་འདྲས་གང་ཐུབ་ཐུབ་ཞིག་ཐུབ་ན་དཔེ་བཀལ་པ་བཟང་པོ་རེད་ལ། ད་ཐིག་གོ་སྐབས་དེ་མ་ཐོབ་པ་ཆེ། གོ་སྐབས་དེ་ད་ལོག་ཤོར་བ་ཆེ་གོ་སྐབས་དེ་མ་ཐོབ་ན། ད་ཐིག་གི་གོ་སྐབས་གཉིས་པ་དེ་ད་གདོང་བ་གི་སྟེང་གི་ཡོ་བ་རེད་ལ། གོ་སྐབས་གཉིས་པ་དེ་ག་རེ་བྱེད་ཀྱི་ཡོ་བ་རེད་ཟེར་ན་འཕུར་བ་སྒོམ་གི་ཡོ་བ་རེད། འཕུར་བ་སྒོམ་དུས་དེ་ལ་ད་དེའི་གི་ཆོས་ཉིད་ཀྱི་ངང་དུ་གནས་མ་ཐུབ་པ། གར་དེའི་ཆོས་ཉིད་དེ་ངོ་མ་ཤེས་པ། གནས་ན་ཡང་ངོ་མ་ཤེས་པ་ལ་བརྟེན་ནས་ད་ཚུལ་ཆོས་ཉིད་ཀྱི་ངང་ནས་ཚུར་ལྡང་འོང་དུས་དེ་ནི་འཁྲུལ་སྣང་གི་སྟེང་དུ་ཚུར་ལྡང་འོང་གི་ཡོ་བ་རེད་ལ། ད་དེའི་གི་ལྡང་འོང་དུས་དེ་ལ་དེ་ནི་གོ་སྐབས་དང་པོ་དེ་མ་ཐོབ་པ་རེད།

དེ་ནས་ལུས་དེ། ད་རྩ་དང་རླུང་ལ་བརྟེན་ནས་ལུས་སེམས་གཉིས་དབྱེར་མེད་ཀྱི་རྣམ་པ་ལ་དབྱེ་བ་རེད་ལ། ད་རྩ་རླུང་གི་ནུས་པ་དེ་ཚོ་ཤོར་ནས་དེ་ནས་ལུས་སེམས་གཉིས་དེ་སོ་སོར་གྲགས་རླུང་གི་དབྱེ་བ་རེད། ལུས་སེམས་གཉིས་དེ་སོ་སོར་གྲགས་ནས་ད་ལུས་དེ་རོ་ཡི་རྣམ་པ་ལ་འགྱུར་རྒྱུ། སེམས་མེད་པའི་ཀྱི་རྣམ་པ་ལ་འགྱུར་རྒྱུ་དང་སེམས་དེ་ཁོ་རང་རྐྱང་པ། དེ་ནས་སྡོད་ས་མེད་པ་འདྲ་བོ་ཅིག་ཆགས་འོང་དུས་དེ་ལ། དེ་ནས་ད་དེ། ལུས་ཏེ། དེ་ནས་ཁང་པའི་རྣམ་པ་འདྲ་བོ་ཅན་དང། དེ་ནས་སེམས་ཏེ་དེའི་ནང་གི་ནང་ལ་གདན་ཁེང་གི་རྣམ་པ་འདྲ་བོ་ཅན་བྱས་ནས་ད་ཕྱི་ལོགས་ལ་གདན་འོང་གི་ཡོད་རེད་ལ། ཕྱི་ལོགས་ལ་གདན་འོང་དུས་དེ་ལ་དེ་ནས་ལས་སོ་སོའི་གི་སྟོབས་ཀྱིས། དེ་ནས་ཀྱེ་མ། འོ་སྒོ་དང་སང་ནི་ལ་སོགས་པ་ནས་སོང་ན་དེ་ནས་ལས་ངན་པ་སོགས་ཡོད་ཡོད་ན་ད་བར་མ་འོ་སྒོ་ཙོང་སོང་ནས་ནས་འགྲོ་ནས་དེ་ནས་ངན་སོང་གི་སྐྱེ་བ་ལེན་པ་དང། དེ་ནས་ལས་བཟང་པོ་བསགས་པ་འདྲ་པོ་ཅིག་ཡིན་ན་ལྷ་དང་མི་ལ་སོགས་པའི་ལུས་རྟེན་བླངས་ན་མིག་དང་རྣ་བ་དང་སྣ་ལ་སོགས་པ་ནས་དེ་སྔའི་སྒོ་ལ་སོགས་པ་ལས་དན་ཏེ་དེ་ནས་སྐྱེ་བ་སྟེ་ཚེ་འབྲིང་པོ་འདྲ་པོ་ལེན། ད་དེ་འདྲ་ཡོང་གི་ཡོད་རེད་ལ་ད་དེ་ལས་སོ་སོའི་གི་སྟོབས་ཀྱིས་སྒོ་སོ་སོ་ནས་དལ་འགྲོ་གི་ཡོད་རེད་ལ། དེ་ནས་ད་ལྟ་ང་རང་ཚོ་འཕོ་བ་ཟེར་མཁན་དེ་མན་ངག་གི་བཙན་ཐབས་ཀྱི་སྒོ་ནས་དེ་ནས་སྒོ་བཟང་པོ་ནས་སྒོ་ངན་པ་དེ་ཚོ་བཀག། སྒོ་བཟང་པོ་ནས་ཡང་དལ་འཇུག་ཡོད་པ་བྱས་ནས་དེ་ནས་སྒོ་བཟང་པོ་དེ་ཡང་དེ་ནས་སྐྱིད་ཚུགས་ནས། སྐྱིད་ཚུགས་ལ། སྐྱེ་བོ་ཚངས་པའི་བུ་ག་ཟེར་ན་ད་སྐྱིད་ཚུགས་ལ། ཀ་པཱ་ལ་ལ་ཁང་ཆུང་ཆུང་གཅིག་ཡོད་པ་རྩྭ་ཆུང་ཆུང་གཅིག་གི་ཡང་འགྲོ་ས་ཡོད་པ་དེ་ལ་བརྗེས་ནས་འགྲོ་ཐུབ་ན། དེ་ནས་རབ་ན་དག་པའི་ཞིང་གང་ལ་སྐྱེ་བ་དང་དེ་མ་ཐོབ་ན་ཡང་དེ་ནས་ཆོས་ལྡན་གྱི་མི་ལུས་གཙང་མ་ལ་སྐྱེ་བའི་སྒོ་འདྲ་པོ་ཅིག་ཡོད་རེད་ལ། ད་དེ་ལ་ལས་ཀྱི་སྟོབས་ཀྱིས་སྐྱེ་དགོས་ན་དེ་བལྟས་ཚེ་དཀའ་ལས་ཁག་པོ་རེད་དེ་ཡིན་ན་ཡང་ང་རང་ཚོ་ད་དང་པོའི་ཆོས་ཀྱི་མི་ངོ་བཙན་ཐབས་ཀྱིས་ད་དེ་བལྟས་ནས་ཡག་འགྲོ་ཡག་བྱས་པ་དེ་ལ་ད་ཕོ་བའི་མི་ངོ་ཟེར་གི་ཡོད་རེད།

རླུང་དང་སེམས་གཉིས་ཀྱི་ངོ་བོ་དེ་ཡང་འཕར་ནས་དེ་ནི་ནམ་མཁའ་ལ་སྐྱེ་བོ་ཚོམ་བུ་བུ་ག་ནི་ཡང་ཐན་པའི་གི་དམིགས་པ་ཟིན་ནས་ཡང་ནས་ཡང་དུ་ལྡང་ད་དེ་ཅི་ལྡང་གི་དམིགས་བསལ་གི་བླ་མ་བསྟེན་རང་གི་ལྡང་བ་ཞུ་དེ་ནི་འཕོ་བ་སྒམ་དེ་འདྲས་བྱས་ནས་རྒྱང་ན་དེ་ནི་རྟོགས་ཐན་པ་ད་སྤྱི་གཙུག་ལ་རྟོགས་ཐན་པ་དེ་འདྲས་ཡོང་གི་ཡོད་རེད་ལ་དེ་ལྟ་བུ་སྒམ་ཐུབ་ན་དཔེ་ཡག་པོ་ཡོད་པ་བཅས་དང། དེ་ནས་དེ་མཐར་ཐུག་འཆི་བའི་སྐབས་སུ་ལས་ལ་སྦྱར་བ་དེའི་སྐབས་སུ་ལ། དེ་ནས་འཕོ་བ་ལ་ཡང་ད་ཇི་ལྟར་འཕོ་ཐུབ་མི་ཐུབ་དེ་གཙོ་བོ། གང་ལ་རག་ལས་ཀྱི་ཡོད་བ་རེད་ཟེར་ན་རྒྱུ་ཟས་ནོར་དང་སྙིང་ཚ་རུག་ལ་སོགས་པ་ལ་ཆགས་པ་དང་ཞེན་པ་དེ་ཙམ་མེད་པ་བཅས་ག་ལ་བྱེད་ཀྱི་ཡོད་བ་རེད་ལ་དེ་ནས་དེ་ཆགས་པ་དང་ཞེན་པ་མེད་པ་དེ་ད་ཚེ་འདི་ལ་ཅིས་མི་རྟོགས་པའི་འདུ་ཤེས་དང། དེ་ནས་འཁོར་བ་ལ་ཕྱོགས་ཞེན་མེད་པའི་འདུ་ཤེས་འདི་ག་ཟེ་བཅས་ཡོད་ཐུབ་ན་དེ་ནས་དེ་འཕོ་བ་དེ་ཚོ་ལོངས་ལ་འགྲོ་ཆེ་བ་དང་ཡག་པོ་ཡོད་རེད་ལ། དེ་ནི་དེ་ཡི་གེ་ཕྱིར་ན་དེ་ལྟ་བུ་སྒོམ་ཞིང། དེ་ནི་རང་གི་ལས་ལ་སྦྱར་ནས་དེ་ནི་རང་དངོས་སུ་འཆི་ཐོག་འཆི་བའི་གི་ད་ཐེངས་རིམ་དེ་ཚོ་མ་བྱུང་གི་བར་དུ་ལ་ང་རང་གི་ང་རང་འཕོ་བ་མི་བྱེད། རྒྱུ་མཚན་ག་རེ་རེད་ཞེ་ན་དེ་ནི་རང་གི

ཚུར་ལྡང་བའི་སྐབས་སུ་ལ་དྭགས་རྣམས་གཏོགས་མགྱོགས་འོང་ན་དེ་ནི་དེའི་སྐབས་སུ་ལ་ང་རང་གིས་གནས་ཚུལ་འདྲ་པོ་དེ་ཧ་གོ་བར་བྱས། སེམས་རྣག་ཏུ་འཕགས་ནས་དེ་ནས་འཕོ་བ་གི་དམིགས་པ་དེ་ཚོ་སྦྱངས་ནས་ཡང་སྤྱི་བོ་ཚོམ་བུ་བུ་ག་ནས་ཡང་བསྟན་ཏེ་དེ་ནས་དག་པའི་ཞིང་ཁམས་འདྲ་རབ་ན་དག་པའི་ཞིང་ཁམས་འདྲེན་ན

ཕྱེད་ཀྱི་ཏོག་ཏུ་དབང་དུ་བྱས་ན་ཕྱི་དབུགས་ཕྱེད་ནང་དབུགས་མ་ཕྱེད་པ། གསུམ་གྱི་བར་ལ་ཕྱེད་ཀྱི་དབུགས་དེ་ཕྱེད། ནང་གི་གཙང་གི་འགྲོ་དང་གཙང་གི་རྒྱུ་དང་དེ་ཚོ་དེ་ཕྱེད་མ་ཕྱེད་པས་གོང་འདྲ་པོ་བྱེད་ལ། དེ་ནས་དེ་ལས་དེ་ཕྱེད་ཕྱི་སོང་མ་ཡང་ཞི་དྲག་བྱེད་པར་གོ་དཀའ་ལ་འགྲོ་རྒྱུ་འདྲ་པོ་ཡོད་ས་མ་རེད།